མཐོང་གི་རེད། འདི་ཨ་ག་སྟག་གིས་བསྟན་པ་ལས་ལ་ཡ་དེ། གླང་ཆེན་དེ་ལ་མ་སྦྱར་ནས་རི་བོ་འབིགས་བྱེད་ལ་སྦྱར་ན་ཡག་པོ་ད། རི་བོ་འབིགས་བྱེད་དེ་ད། དྲང་སྲོང་ཨ་ག་སྟག་གིས་ཁོ་རང་གི་དམ་ལ་བཏགས་པ་འགྲོ་བྱར། དེ་རྒྱ་ལག་གིས་གསུངས་སོང་དེ་ཡག་པོ་འདུག། གཅིག་དེ་ཡང་ཁ་སང། ཕྱོགས་ཀུན་རི་དྭགས་མིག་ཅན་གྱི།

དེ་ནས་ཁ་རྩང་འདི་དག་ཤོ་ལོ་ཀ་ཉི་ཤུ་རྩ་གཉིས་པ་དེ་ཁ་རྩང་སླེབས་རྗེས། གླང་པོ་ཆེ་དེས། ཤ་རབ་ཅན་ནང་བཞིན་སྐྱེ་བོ་སློབ་མ་དམ་པ་བཅས་འདི་ཡང་དག་སྐྱེ་བ་སྔ་མ་གི་སྐྱེ་བ་སྔ་མ་གོམས་པ་ལ་བརྟེན་ནས་དབང་ལུང་དུ་བསྒྱུར་བཞིན་པ། དེས་དེ། བསམ་ཡག་ད་ཀུན་ཏུ་འགྲོ་པ་དེ་ཡིས་སྦས་པ་དང་བཅས་ཏེ་ནི་ཁོ་རང་ཏུ་ལས་ལ་ཡིག་ཐོག་འདི་རེད་དོ་ད་འདི་ལ་བོད་སྐད་ལ་སྦས་མེད་བྲིས་དོ་སྦས་མེད་འདི་ཕག་ཆ་འདི་བོད་སྐད་ལ་ད་ག་འདྲ་ཤོད་ཡོད་ན་ཧ་གོ་མ་སོང་ད་དཀར་ཆ་ལབ་ན་ད་འདི་མ་དཔེ་ངོ་མ་མ་དཔེ་ནང་ལོ་ནི་སྦས་པ་དང་སྦས་པའི་གི་དོན་དར་འདུག་སྦས་པ་མེད་པ་འདི་མི་འདུག་འདི་ངེད་འདི་ལྐོག་རེ་གླེང་ཡིན་པ་འདི་ལ

དེ་ཡི་སློབ་མ་དམ་པ་ཅན་དག་འདི་ལ་འདི་ལ་དག་ཡང་བསྐྱར་སྣར་ཐང་ནང་ལ་དེ་ཡིས་དོ། འདི་ཡང་དེ་ཡིས་ཡོད་ན་དག་འོག་ལ་དག་ཡང་དེ་ཡིས་དེ་གཉིས་ཆགས་ཀྱི་འདུག། དངོས་གཞི་འདི་དེ་ནི་ཅེ་ན་ཡག་པོ་འདུག་བསམ་གྱི་འདུག་དེ་ནི་དེ་ནི། དེ་ནི་སློབ་མ་དམ་པ་བཞིན། སྐྱེ་བ་སྔར་གོམས་དབང་བསྒྱུར་པ། ཤ་རབ་ལྡན། ཤ་རབ་ལྡན་དེས་ལས་དེ། བོད་སྐད་ལ་ལམ་སང་ཤ་རབ་ལྡན་པ་དེ། འོག་ལ་བྱེད་རས་ཀྱི་ཉལ་ཁ་ཆེན་པོ་ཆགས་ཀྱི་འདུག་ཡ། བོད་སྐད་ཀྱི་གོ་བ་ལ་ཡིན་ད། ངོ་ཅན་ད་ཤ་རབ་ལྡན་པ་དེ་སུའི་ཁྱད་ཆོས་ཆགས་འདོད་རེད། ནི་གླང་པོ་ཆེ་གི་ཁྱད་ཆོས་ཆགས་འདོད་རེད། གླང་པོ་ཆེ་དེ་ཤ་རབ་ལྡན་པ་རེད། གླང་པོ་ཆེ་དེ་སྐྱེ་བ་སྔ་མ་གི་གོམས་པ་དང། གོམས་པ་གི་ཐུལ་དེད་པ་དེ་འདྲའི་གི་ད་ཁྱད་ཆོས་གཉིས་གླང་པོ་ཆེ་ལ་ད་དེ། ས་བཞི་ཤ། སློབ་མ་དམ་པ་དང། དོ་བོ་གཅིག་བྱས། དེ་ནས་ཤེས་རབ་དང་ལྡན་པ། དེ་ནས་སྐྱེ་བ་སྔ་མ་གྱི་གོང་འཕེལ་གྱི་ཐུར་བ། འདི་མཚན་ཉིད་གསུམ་འདི་དག་གླང་པོ་ཆེ་ལ་སྦྱར་རོ། ད་ལྟ་ཤེས་རབ་ལྡན་པ་འདི་བོད་སྐད་ལ་ཧ་ལམ་མ་གཏོགས། གཏོད་མཁན་འདི་ལ་གོ་རྒྱུ་ཡོད་པ་འདུག་ཆ་གི་དོ། ཤེས་རབ་ལྡན། ཆོས་ཐམས་ཅད་ངོས་ནས་ད་འདྲི་རྒྱུར་འདི་ནས་ད་ང་ཚོ་དཀྱུས་གཅིག་ལ་བློ་བརྩོན་པ་ལ་འདི་གོ་བ་ལས་འདི་གཏོད་ཁག་པོ་འདུག་ཆ་གི་དོ།

ད་ཁོ་རང་གླང་པོ་ཆེ་དེ་གླང་པོ་ཆེ་དེ་ཁོ་རང་གི་སྐུ་མདུན་རོལ་པར་དགེ་ཚུལ་ལོ་ད་གླང་པོ་ཆེ་དེ་ད་ག་ནས་འགྲོ་བ་རེད་ལབ་ན་ད་གླང་པོ་ཆེ་དེ་རྒྱལ་པོ་དང་གཅིག་པ་འགྲོ་བའི་དཔེ་བཞག་ཡོད་རེད་ད་འདི་རྒྱ་རྒན་རྒྱ་རྒན་རེད་དེ་ད་རྒྱ་རྒན་དེ་བོད་སྐད་ལ་ཡང་རྒྱ་རྒན་རྒྱ་རྒན་ཡིན་ཚར་རྗེས་ད་བོད་སྐད་ལ་རྒྱ་རྒན་སླེབས་མ་ཐུབ་ཐག་ཆོད་པ་རེད།

རགས་རྒྱ་དུ་ལས་དམ་ཡ་ཡོ་ཁ་ཚང་ཁ་ཚང་ལ་ཞུ་བ་རེད་ནི་བསམ་ཚིག་ལ་འདི་ནང་བཞིན་འགྱུར་གྱི་རེད་འདི་ནང་བཞིན་འགྱུར་གྱི་རེད་ལ་སྐབས་སུ་ནི་བོད་ཆོས་ཚིག་ངོ་མ་དེ་བྱ་ཚིག་དེ་གོ་འགྲོ་བའི་གི་དོན་གྱི་ཚིག་བོད་ཆོས་ཚང་གི་རེད་ནི་འདི་ལ་ནི་རྣམ་དབྱེ་གཉིས་པ་ཤར་དཔེར་ན་ཁོ་ནི་རྒྱ་ལོ་པོ་དང་གཅིག་པ་ཆ་རེད་ལ་སྐབས་སུ་ས་ས་ནིར་ག་ནིར་བ་སི་ཡ་ས་མ་ན་ས་མ་ན་དམ་ཡ་ཡོ་ད་ཡ་ད་དུ་ཡ་ད་དུ་གི་ནི་ལིར་ལ་ག་ལ་ཡ་ཡོ་བོད་ཆོས་ཚང་བ་རེད་ཨ་ག་ཆ་དང་དོ་ཟླ་གཅིག་པ་རེད། ས། ས་རཱ་ག་ཏུ་ལེ་དམ་ཡ་ཡོ་ཧོ་རྒྱལ་པོ་དང་གཅིག་པ་ཆགས་རེད་རྒྱལ་པོ་དང་གཅིག་པ་ཆགས་པའི་རྒྱུ་མཚན་དེ་དག་ཚང་མ་ད་སྦྱར་བ་རེད་ད་ག་འདྲས་སྦྱར་ཡོད་ལབ་ན། བུ་ཧུ་དང་ན་ནི་རུ་ཐུ་བེ་ག། རྒྱལ་པོ་ལ་ཇ་ཏི་རྩོམ་པ་ལ་སྦྱིན་པ་ག་ཚོད་བཏང་ན་ཡང་ད་རྒྱལ་པོ་ཐང་ཆད་ཡོད་མ་རེད་ད་གླང་པོ་ཆེ་ལ་སྦྱིན་པ་བཏང་ཡ་ཡོད་མ་རེད་ད་འོ་ན་གླང་པོ་ཆེ་ལ་ག་འདྲས་སྦྱར་དགོས་རེད་ལབ་ན་འདི་ད་ན་ལའི་ཚིག་འདི་ད་གླང་པོ་ཆེ་ལ་ཇ་ཏི་རྩོམ་པ་ལ་གླང་པོ་ཆེ་གི་འགྲམ་ཆང་འགྲམ་ཆང་འདི་ལ་ནི་ད་ན་སྦྱིན་པ་འདི་སྐབས་སུ་ད་སྦྱིན་པ་འདི་གླང་པོ་ཆེ་ལ་ཇ་ཏི་རྩོམ་པ་ལ་ནས་འགྲམ་ཆང་ལ་གོ་གོ་ར། དེ་འགྲམ་ཆང་མང་པོ། འགྲམ་ཆང། དེ་འགྲམ་ཆང་དེ་ག་རེ་ཚོང་གོ་རམ་ད་ཁོ་རང་གི་ད། གླང་པོ་ཆེ་གི་ད་ཁོ་རང་གི་དུས་ཚོང་གོ་ར། དེ་འདྲའི་སྐབས་སུ་ཡིན་ན་ཁོ་རང་གླང་པོ་ཆེ་དེ། ཏུར་ཏུར་བ་ཡིན་ཙང། ཁོ་རང་གི་སེམས་ལ་དབང་བསྒྱུར་བྱེད་ཐུབ་ཀྱི་ཡོད་པ་དེ་མཚོན་གྱི་ཡོད་རེད། བྷ་བྷོ་དཱ་ན་ནི་རུ་ཏི་བྷེ་ག། སྦྱིན་མང་གདུང་བ་མེད་པ་དང། ད་མདོར་ན་སྦྱིན་པ་མང་པོ། བཏང་བ་ད་རྒྱལ་པོ་དེ་སྦྱིན་པ་མང་པོ་བཏང་བ་ཡིན་ན་སེམས་ལ་སྐྱོ་བ་མེད་པ་ནང་བཞིན། གླང་པོ་ཆེ་དེ་ལ་འགྲམ་ཆང་མང་པོ་འཐེན་གྱི་ཡོད་ནས་ད་ཁོ་རང་གི་དུས་ཚོད་མང་པོ་ཞིབ་ཞིབ་སླེབས་ཀྱི་ཡོད་ནས་ར། ནི། ཁོ་རང་སྐྱོད་ཀྱི་ཡོད་མ་རེད་ཅིག་ཅེས། ད་བྱམས་པ་དེ་ལས་སླ་བོ་རེད། ཤཀ་ཏི་ཨུད་སྭ་ཧཱ་ཡུ་ཏཱ། ནུས་པ་དང་ལྡན་པ་སྤྲོ་བ་དང་ལྡན་པ་ཁོ་ད་ཅིག་ཅིག་གསུངས་འགྲོ་གི་རེད། ད་དཱ་ན་འདི་ལ་ད་ཚད་དུ་བྱས་རེད། བྱམས་མི། རྫོགས་པ་དང་ལྡན་པ། ད་རྒྱལ་པོ་རྒྱལ་པོ་ཆགས་སོང་ན་རྒྱལ་པོ་ལ་རྫོགས་པ་དང་ལྡན་པ་ནང་བཞིན་ད་གླང་ཆེན་འདི་ལ་རྫོགས་པ་དང་ལྡན་པ། དེ་ནས་རི་བོ་པར་ག་ཏཱ། རི་བོ་པར་ག་ཏཱ་འདི་ད་གླང་པོ་ཆེ་ཀྱང་ཁོ་རང་གི་དགྲ་བོ་འཇོམས་ཀྱི་ཡོད་པ་ནང་བཞིན་རྒྱལ་པོ་ཀྱང་དགྲ་བོ་འཇོམས་ཀྱི་ཡོད་རེད། སུ་ཀ་ཏི་སུ་ཀ་ཏི་ལ་ཡང་ཚིག་དེ་དག། འགྲོ་བ་བཟང་པོ་དང་ལྡན་པ། འགྲོ་བ་བཟང་པོ་དང་ལྡན་པ་གླང་པོ་ཆེ་ཡིན་ན་གླང་པོ་ཆེ་གིས་འགྲོས་གླང་པོ་ཆེ་གིས་ལྟ་གླང་པོ་ཆེ་གིས་ལྟ་ང་ཚོས་ཀྱི་ནམ་རྒྱུན་དཔེ་བཤད་དུ་བརྩོན་པ་ལ་གླང་པོ་ཆེ་གིས་འགྲོ་བ་ནང་བཞིན་ན་བཞིན་ལྟ་གླང་པོ་ཆེ་གིས་འགྲོ་སྟངས་འདི་ལ་དཔེ་བཤད་ཅེས་བྱ་འདོད་ན་ནི་རྒྱལ་པོ་འགྲོ་བའི་ཆ་ཟིན་ལྟ་ཁོ་རང་གིས་ལྟ་བདེ་ལེགས་ཀྱི་ཕུན་སུམ་ཚོགས་པ་དང་ལྡན་པ། རི་བོ་པར་ག་ད་སུ་ག་ཏི་ས་རཱ་ག་ཏུ་ལེ་ཏཱམ་ཡ་ཡུ་ལྟ་དེ་འདྲས་བྱས་ནས་ལྟ་གླང་པོ་ཆེ་དེ་ནི་རྒྱལ་པོ་དང་གཅིག་པ་ཆ་རེད་ལྟ་དེ་ལ་ལྟ་མདའ་ན་ལ་ཅིག་ལྟ་དཔེ་གལ་ཆེན་པོ་ཆ་འདོད་རེད། འབྲིང་མང་གདུང་བ་མེད་པ་དང། སྟོབས་དང་སྤྲོ་ལྡན་རྫོགས་པར་ལྡན། དགྲ་བཅོམ་ལེགས་པར་འགྲོ་བ་དེ་རྒྱལ་པོ་ཉིད་དང་མཚུངས་པར་གྱུར། རག་རྒྱ་དུ་ལས་དམ་ཡ་ཡོ། ད་ཡང་བསྐྱར། ཡང་བསྐྱར་འདིའི་ཚིགས་བཅད་གཅིག་ལ་ཡང་བསྐྱར། སློབ་དཔོན་རྒྱལ་ཡུལ་དབང་པོ་གྱིས། ལིད་ལ་ཀར་བེར་བཟང་བ་རེ་ཀོ་རྒྱུག་གིས་བཟླས་པ། ད་བདག་རྣམས་ལ་ཡི་དེ་ག་རེ་གསུངས་ཡོད་རེད། མ་བཟློག་བདག་རྣམས། སྨྱོས་པ་སྨྱོས་པ་དང་འདི་གླང་པོ་ཆེའི་འགྲམ་ཆང་གི་ཆུ་ལ་འགྲམ་ཆང་གི་ཆུ་ལ་མིང་གཉིས་མ་བཟླ་སྨྱོས་བྱེད། ཅི་ག་རེ་སྦྱིན་པར་བྱེད་པས་ན་བདག་རྣམས་འགྲམ་ཆང་འགྲམ་ཆང་གི་དོན་ལ་རེ།

ཏདྱ་ཐཱ་དེའི་རྗེས་ལ། དཱམ་ཉཱ་ཀིར་ཡཱ་སཱ་མུ་ཏཱི་རྣམ། སཱ་མུ་ཏཱི་རྣ་ད་སཱ་མུ་ཏཱི་རྣ་ལ་ཡི་གེ་ཚིག་འདི་བེད་སྤྱོད་གཏང་ཡོད་རེད་དོན་ན་འགལ་བ་དཔེར་ན་ང་ཚོའི་གི་ད་གཅིག་ནས་གཅིག་འགལ་བ Cross བྱེད་པ་འགལ་བ་ཕག་ལུག་འདི་གསོན་པོའི་དོན་དུ་ར། མཐར་ཕྱིན་པ་ད་སོ་གི་དོན་དུ་ར། ཨཱ་ནི་ག་རེ་ལ་མཐར་གླང་པོ་ཆེ་དེ་ག་རེ་ལས་ག་རེ་ལས་འགལ་ཡ་འགལ་ཡ་རབ་ན་ཨཱ་ནི་འདུལ་བའི་གི་ལས་ལས་འགལ་ལས་སོ་འདུལ་བའི་གི་ལས་ད་འདོད་ན་འདུལ་བ་འདུལ་བ་ལ་ཁོ་རང་པཱས་ཆགས་རེད་ལ་ད་ད་ད་འདི་སྐབས་ཀྱི་འགལ་འདི་ང་ཚོའི་གི་དེང་སང་དབྱིན་ཇིའི་གི་ལ་པཱས་དང་དོན་དག་གཅིག་པ་ར་དཔེར་ན་ང་ཚོའི་གི་པཱས་དང་ཕེར་ལ་ཝུ་ཏི་རྣ་བེད་སྤྱོད་གཏང་གི་འདྲ་ཡ།

རྒྱུགས་འདྲ་བོ་ཆགས་འདོད་ར། འདི་ནས་ཁོ་རང་དཔའ་ཆགས་རེད། བདག་མེད་ཀིར་ཡ་སཱ་མུ་ཏིར་ནམ། ད་ད་སྟམ། དེ་འདྲའི་གིས་ད་སྣ་མའི་གཉིས་པ་བརྒྱབ་འདུག་ཨ། བདག་མེད་ཀིར་ཡ་སཱ་མུ་ཏིར་ནམ། དམ། ཀུན་ཇཱ་རེ་ཤོ་ར། ཀུན་ཇཱ་ར་དེ་གླང་པོ་ཆེ་གི་མིང་རེད། ཀུན་ཇཱ་ར Plus ཨི་ཤོ་ར། ཀུན་ཇཱ་ར། གླང་པོ་ཆེ་གི་དབང་པོ་གླང་པོ་ཆེ་མཆོག་ཏུ་གྱུར་བ། གླང་པོ་ཆེ་གི་དབང་ཕྱུག། དེ། གླང་པོ་ཆེའི་ཨོང་ཆུང་དེའི་མདོར་ན་ག་རེ་ལས། བཏུལ་བས་ཀྱི་ལས་ཀ་ལས་ཁོ་རང་རྒྱུགས་འཕྲོག་པ་ཡིན་ཙང་འདི་ལས་མཐར་སོན་པ་ཡིན་ཙང་ད་རྒྱ་ལོ་ད་བསམ་ཡག་ད་གླང་པོ་ཆེ་བཏུལ་མཁན་ཁ་ལོ་པ་འདི་གི་ལས་ཁོ་རང་གིས་བྱེད་དགོས་ཀྱི་ལས་ཀ་དེ་ཚར་ནས་རྒྱ་ལོ་པོ་ལ་ཞུགས་པ་རེད་ད་རྒྱ་ལོ་པོ་ལ་ཞུགས་དུས་བསམ་པ་ལ་བསམ་ཚུལ་ལ་ག་དུས་ནས་སྐད་ཆ་བཤད་ས་དེ་གནའ་མི་ཞིག་པ་རྒྱལ་གྱི་རང་འདི་ཡིན་ཙང་ཏག་ཏག་བསམ་ཚུལ་ལ་ག་རེ་རེད་ན་རེ་ཞུ་ར་ཡ་གནའ་མི་ཞིག་པ་རྒྱལ་བས་རེད་ག་རེ་ཞུ་རེད་གླང་པོ་ཆེ་འདི་འདྲས་རེད་ན་ཞུ་ར་ཡ།

བསམ་ཡག་དང་ཀུན་ཏུ་འགྲོ་པ་དེ་རེད། ཀུན་ཏུ་འགྲོ་པ་དེ་ཁོ་རང་གི་ལས་ཀ་ཁོ་རང་གིས་བྱེད་དགོས་ཀྱི་ལས་འགན་དེ་ཚར་ནས་ཁོ་རང་གི་རྒྱལ་པོ་ལ་ཞུས་པ་རེད། ན་རེ་ན་རེ་ཞོ་ར་ཡ་རྒྱལ་པོས་ཨོང་ཆུང་རྒྱལ་པོ་མཆོག་ལ་ནེ་བེ་དཱ་ཡ་ལབ་པ་རེད་ཞུས་པ་རེད། ད་དེ་ལ་ཞུས་པ་ནེ་བེ་དཱ་ཡ་འདི་ད་བོད་སྐད་ལ་བྲན་ལ་ནི་བྲིས་འདུག་བྲན། བྲན་བྲན་གྱི་དོན་དང་ཏག་ཏག་ཞུ་ཡ་ལ་ཡིན་མིན་ངས་ཧ་གོ་མ་སོང། འདི་ང་ཧ་གོ་མ་སོང། འདི། ལི་ཤི་ཀོང་ལྟ་དགོས་བསམས་སོ་ལི་ཤི་ཀོང་ལྟ་ཡ་རང་མ་བཟོ་ལི་ཤི་ཀོང་ལ་དྲན་བསླད་ཚིག་འདི་ཡོད་བསམས་སོ་སྤྱིར་བཏང་དྲན་བོད་སྐད་ངས་ག་རེ་མཐོང་སོང་ལབ་ན་ནི་སམ་སྐིད་ཀྱི་རུ་སམ་སྐིད་ཀྱི་རོ་ཅའི་ཏི་འདི་བོད་སྐད་ལ་རྒྱུད་བཙོན་པ་ལ་དྲན་པ་དྲན་པ་རྒྱུད་ཀྱི་འདུག་སྤྱིར་བཏང་ཁོ་ལ་བས་ཀྱི་དོན་དག་ལ་འགྲེལ་བཤད་རྒྱག་གི་འདུག་ད་ཁོ་གོ་བདེ་བོ་བྱས་པ་ན་ང་ཚོ་ཡིད་སོ་ལོ་བར་འགྲིག་གི་ར། ད་འདིར་ཀིརྟ་ཀིརྟ་ལ་ཡི་གེ་ཚིག་འདི་དག་ངེད་ཀྱིས་བཀྲལ་བྱ་ཡོད་ཀིར་ཏམ་ཀིར་ཏམ་ཡེ་ན་སྭ་ཀིར་ཏི་ཀིར་ཏི་ཡ་ནེ་བྷི་དད་ནི་པོ་ལ་སྭ་བྷི་དད་ནི་བྷི་དད། དེ་ནས་གླང་དེ་ནས་གླང་པོའི་དབང་པོ་དེས་གདུལ་བའི་བྱ་བ་མཐར་ཕྱིན་ནས། བྱ་བ་བྱེད་པའི་ཀུན་གྲོལ་གྱི་མི་དབང་ལ་ནི་དྲན་པར་འགྱུར་ད་དྲན་པར་འགྱུར་ལ་ཡི་ཚིག་འདི་བྱ་ཡོད་ན་ད་དྲན་པར་འགྱུར་ལ་འདི་ང་ཚོ་ལ་ད་ཚིག་འདི་ཞུས་པ་རེད་ལ་ཡི་དོན་འདི་ལ་གོ་དགོས་རེད་དོ་ཕ་ཅན། དེ་ནས་གླང་པོས་སྤྱི་དང་བྲན་གླ་དེ་ངེད་ཀྱི་ད་གིན་འདི་བོད་སྐད་ཆེན་པོ་ཆེན་པོ་བསྟན་ཡིན་པ་འདི་རྣམས་ལ་འགྲེལ་བཤད་ག་རེ་བརྒྱབ་ཤེ་ན་ནི། བཀའ་ག་རེ་མགྲོན་དུ་བོར་བ་དང་མགྲོན་གཉེར་བྱེད་པ་དེ་འདྲི་གི་དོན་ལ་གོ་ཞེ་ན། ཡིན་ན་ཡང་ངེད་ཀྱི་འདི་སྔོན་ལ་ད་ལེགས་སྦྱར་དང་བོད་སྐད་བརྒྱད་ལ་རྒྱུད་སྡེ་རྩོམ་པ་མང་པོ་གསུང་དུས་དེ་རྩོམ་པ་ལ་མང་ཆེ་བ་སྐད་ཆ་བཤད་པོའི་དོན་ལ་ལ་ཞུགས་ཤག་དཔེར་ན་ནམ་རྒྱུན་ད་རོ་བྱས་ཏེ་རོ་བྱས་ཏེ་དཔེར་ན་ད། དམིགས་བསལ་གྱི་པཱ་ལི་ཡི་པཱ་ལི་དང་སངས་སྐྲིད་གཉིས་ཀ་ནང་ལ་རོ། སངས་སྐྲིད་ནང་ལ་རོ་བཅའ་ཡས་ཏེ་ཀྲི་ཀི་རཱའི་པཱ་ལི་ནང་ལ་རོ་བཅས་ཏེ། འདིའི་ཚིག་འདི་དག་མང་ཆོག་བོད་སྐད་ལ་དྲན་དྲན་དྲན་གླེང་དང། བར་འདི་འདི་ཡིན་ན་ཞུ་བི་དོན་དང་ལ་གོ། ན་རོ་བཅའ་ཡས་ཏེ་དང་ཞུ་བི་དོན་དང་གོ་བོ་ན་ལ་བི་དོན་དང་རེད། ད་འདི་ངས་གོ་བདེ་བོ་ཡིན་ཆེད་དུ་ད། མི་ཡི་དབང་ཕྱུག་ལ་སོལ་བ་བྲིས་བཞག་ཡོད། དེ་ནས་དེ་ནས་རྒྱ་དེ་ནས་དེ་ནས་གླང་པོའི་དབང་པོ་དེ་འདུལ་བའི་བྱ་བ་ལས་བརྒལ་གྱུར། ད་ལས་དེ་གཉིས་ཆགས་བཞག།

འབོད་བུའི་དོན་དག་དེ་ཡོད་མ་རེད་ཞུ་བོའི་དོན་དག་ན་ཡོད་ར། རྒྱ་བོད་ཀྱི་དག་མཐོང་ནས་རྒྱ་བོད་ག་རེ་མཐོང་ནས་དིར་སྤྲོ་བ་མཐོང་ནས་དམ་གླང་པོ་ཆེ་དེ་མཐོང་ནས། དིར་སྤྲོ་བ་མཐོང་ནས་དམ་གླང་པོ་ཆེ་དེ་གླང་པོ་ཆེ་དེ་ག་རེ་མཐོང་ནས་ལབ་ན་ཨང་ཀུ་ཤ་ཡབ་དམ་ལྕགས་ཀྱུ་ཀྱི་དབང་དུ་གྱུར་བ་ད་བསྡུ་ན་གླང་པོ་ཆེ་འདི་ལ་ལྕགས་ཀྱུ་ལྕགས་ཀྱུ་ཡིས་ག་རེ་བྱས་པ་ནི་དང་ལྕགས་ཀྱུ་ཀྱི་དབང་དུ་གྱུར་བ་མཐོང་ནས་ཨང་ཀུ་ཤ་དེ་ལྕགས་ཀྱུ་དྲི་གུ་ར་བོད་སྐད་ལ་ཨང་ཨ་ཡ་དམ་གྱུར་བ་འདི་ཡང་དག་ལྕགས་ཀྱུ་ཀྱི་དབང་དུ་གྱུར་འདི་རྩོམ་པ་ན་ཁོ་རང་ག་རེ་རེད་ཡིན་ནི་རྣམ་འགྱུར་གང་ཡང་ཡོད་མ་རེད་ནིར་བི་ཀ་ར་ནིར་བི་ཀ་ར་བྷ་ལུ་དེ། རྣམ་འགྱུར་གང་ཡང་མེད་པ་གཅིག། ཚ་བའི་དང། གཅིག་ཁོང་འདི་འདྲའི་གི་རྣམ་འགྱུར་གང་ཡང་མེད་པ་གཅིག་ཅེས། ད་བི་ཀ་ར་ཡོད་ན་ད་བོད་སྐད་ལ་ནམ་རྒྱུན་ཚང་མ་རྣམ་འགྱུར་རྣམ་འགྱུར་དྲི་རྒྱུ་རེད། ད་ནིར་བི་ཀ་རམ་རྣམ་འགྱུར་མེད་པ་ཅེས་རེད། དཔེར་ན་ང་ཚོས་གི་རང་བཞིན་དང་རྣམ་འགྱུར་གི་སྐབས་སུ་སམ་སྐིར་ལ་ནི་བི་ཀ་ར་ལའི་ཚིག་འདི་ཡོད་རོ། འདིའི་སྐབས་ཀྱི་རྣམ་འགྱུར་དེ་ང་ཚོས་གི་གདོང་པ་གི expression འདི་འདྲ་ལ་གོ་ཡ་ཡོད་མར་གཅིག་རྣམ་འགྱུར་ལ་སོ་སོ་གཅིག་གི། ཉོན་མོངས་པ་དང་འདི་འདྲ་གི་རིགས་ལ་གོ་ཡ་གོ་ཡ་ར་གཙོ་བོ་དེ།

ཕ་ཆེན་དེ་རྒྱལ་པོ་དེ་མ་རེད་ཕ་ཆེན་གླང་ཆེན་ཁོ་ན་སྦྱར་ན་སྐྱོན་མི་འདུག་གླང་ཆེན་དེ་ནི་ག་རེ་ཤ་སྤྲོ་བ་གི་སྤྲོ་བ་གི་རྩེད་མོ་ལ་ཞོན་པ་འདུག་ད་ཡང་ན་གླང་པོ་ཆེ་དེ་གི་རྩེད་མོ་གླང་པོ་ཆེ་གི་དེ་གི་རྩེད་མོ་ལ་ཞོན་ན་ཞོན་པ་ཡིན་ན་རྒྱལ་པོ་དེ་གི་ག་རེ་ག་རེ་བསམ་རྒྱུ་ཡོད་ལབ་ན་འཇའ་ཡ་ཤི་རམ་དབྱི་བ་མེད་ནས་རྒྱལ་ཁ་ཐོབ་པ་གི་རྒྱལ་ཁ་ཐོབ་པའི་གི་དཔལ་ནང་བཞིན་བསམ་པ་རེད་འཇའ་ཡ་ཤི་རམ་ལ་འཇའ་མེད་ནས་འདི་ལ་ཡང་བསྐྱར་ཡང་བསྐྱར་སློབ་དཔོན་རྒྱལ་ཡུལ་དབང་པོ་གིས་ཡང་བསྐྱར་ལིར་ལ་ཀར་བོད་ཅེས་གནང་ཡོད། ལིར་ལ་ཀར་འདི་ལྟར་སྙ་ང་མཁན་ཚང་མ་གི་ད་དཔེ་རྩ་ཆེན་པོ་ཞིག་ཅི་ནས་བོད་སུ་བཏང་གི་རེད། ད་ལྟའི་ང་ཚོ་གི་སྦྱང་གི་ཡོད་མ་རོགས་སྡུག་ཤོས་ལ། མེད་ནི། མེད་ནི་མེད་ན་ལྟས་མེད་ནི་རེད། བསམ་པ་ནམ་གྱི་ང་ཚོ་གི་དཔེར་ན་དཔེ་ཆ་ནང་ལ་དེ་ཅི་སྙམ་དུ་སེམས་ལས་སྐབས་སུ་སམ་སྐད་ལ་ཚིག་མང་དྲག་དུ་ཡོད་རེད་ད་ཀྱི་མ་ནས་སི། རྣམ་འགྱུར་མེད་པའི་སྟོབས་རྒྱས་པ། ལྕགས་ཀྱུའི་དབང་བསྒྱུར་དེ་མཐོང་ནས། སྤྲོ་བ་ཡེ་ནས་རྩེར་ཞུགས་པ། རྒྱལ་པོའི་དཔལ་དུ། རྒྱལ་པོ། ད་རྒྱལ་པོ་འདི་ཕལ་ཆེར་འདུག་འདྲ། སྔོན་བྱས་ཀ་ཆེན་མ་ལ་འཇའ་ཡལ་འདི་རྒྱལ་པོ་ཁྲི་ཡ་ཡོད་མ་རེད་རྒྱལ་བ། རྒྱལ་བའི་དཔལ་དུ་རྒྱལ་པོས་བསམ། ད་བཞུགས་པ་འདི་ལ་ད་སྣར་ཐང་ནང་ལོ་ལ་བག་ངོ་འཇུག་འདུག། ཀ་ཆེན་མ་ད་ཨ་རུ་ར་ལ་འདི་ཁོ། བཞོན་པོའི་དོན་དང་ར་བ་ཡ་བཞོན་པོའི་དོན་དང་འཛོམས་པ་ལ་བཞུགས། བྲིས་ན་བཞུགས། བལྟས་ཀྱང་བག་ངོ་འཇུག་འདི་ཡོད་ན་ཡག་པོ་འགྲོ་བ་ཚོར་སོང། ཕལ་ཆེར་སྣར་ཐང་འདི་ཡག་པོ་འདུག་བསམ་གྱི་འདུག་ངས་བལྟས་ན། ད་རྒྱལ་པོ་འདི་གིས་གནས་འདིའི་གླང་ཆེན་འདི་མཐོང་གླང་ཆེན་མཐོང་བ་དང་གླང་ཆེན་འདི་ལ་གལ་ཆེན་ཞོན་ཐུབ་ན་སོ་སོ་གི་རྒྱལ་ཁ་འཐོར་འབིག་གི་དཔལ་ནང་བཞིན་བསམ་གྱི་ཡོད་པ་ཡིན་ཙང་ད་ཁོ་རང་ད་འདི་ལ་ཞོན་རྒྱུ་ཡོད་རེད་ཨ། བདག། ནི་འདི་ཡང་དཔེ་འགའ་ཞིག་སྤྲོས་ངོ་ནས་ཞུ་འགོ་རེད་དགའ་ནི་འདི་ཡང་གཅིག་ཁོ་རང་རྟ་ཡལ་གྱི་འདོད་པའི་རྟ་རྡོལ་གྱི་སྒོ་ནས་ག་རེ་ག་རེ་རྟ་རྡོལ་རྟ་རྡོལ་ཡོད་རེད་ནི་གླང་པོ་ཆེ་འདི་ག་ཚོད་ཐུར་བཞག་གླང་པོ་ཆེ་འདི་ལ་བ་ག་འདྲི་འདུག་འདི་ཧ་གོ་ཆེ་འདུག་ར། ཨ། ས་བསམ་རྒྱ་རྟ་པར་ཧར་ཤོད་ཐ། བདག་ཆ་ཞིག་ཆ་འདི་ཞིག་ཆ་འདི་འདིར་ཆ་ཡ།

དེ་ལ་ད་དེ་ལ་ཡིན་ན་ད་ལྟ་ཕྱིར་འགྱུར་བྱ་དང། བོད་སྐད་ལ་བསྒྱུར་ཏེ་ལྟ་ཕྱིར་བྲིས་དང། ལེགས་སྦྱར་ལ་ད་འདི་འདིར་ཆགས་ཡོད་ར། རྒྱལ་པོ་འདིས་ཨ་ནི་ལྟ་བར་འདོད་ནས་ག་རེ་ལྟ་འདོད་ཡོད་རེད། ཨ་ནི། སིག་ཆ། བསླབ་པ། གླང་པོ་ཆེ་གི་བསླབ་པ་དང་གཅིག། གླང་པོ་ཆེ་གི་མཁས་པ་མཁས་བདག་བདག་ཆ་གླང་པོ་ཆེ་དེ་ག་ཚོད་ཀྱི་མཁས་པ་དང་འདི་དང་གཅིག། འདི་ལྟ་འདོད་ཀྱི་ཨང་གི་ད་འདི་ཡང་ག་རེ་དཔེ་རྒྱལ་པོ་ཁོ་རང་དཔེ་དགའ་ནས། སམ་བྱ་ད་པར་ཧ་ཧྲོ་ཐ། རྒྱལ་པོ་དགའ་བདེ་བ་དགའ་བ་ལས་བྱུང་ནས། ནི་རྒྱལ་པོ་དེ་གར་ད་ལྟ་ཅི་བྱེད་དགོས་རེད། ནི། གླང་པོ་ཆེ་དེ་གིས་མཁས་པ་མཁས་པ་དང་ནི་གླང་པོ་ཆེ་དེ་གིས་བསླབ་པ་བལྟ་བར་འདོད་པའི་རྒྱུ་དབང་གིས་རྒྱལ་པོ་དེ་ཡང་སོ་ཙཱ་ཧ་སྤྲོ་བ་དང་བཅས་ཏེ། རྒྱལ་པོ་དེ་སྤྲོ་བ་དང་བཅས་ཏེ། ཏམ། ཨ་རུ་རོ་ཧ། གླང་པོ་ཆེ་དེ་ལ་ཏམ། ཨ་རུ་རོ་ཧ་བཞོན་པ་རེད་འཛེགས་པ་རེད། ཨ་རུ་རུ་ཧ་དེ་དང་ཨ་རུ་རུ་ཧ། ས་ཨུ་ས་ཧ་དམ་ཨ་རུ་རུ་ཧ། ད་རྒྱལ་པོ་དེས་འདི་ལ་གཞོན་དུས་རྩོམ་པ་ལ་ད་ག་འདྲའི་རོ་མཐོང་རྒྱུ་རེད་ལབ་ན་ད་ཁོ་རང་དཔེ་དེ་ག་རེ་བྱ་རེད་ལབ་ན། ས་ཧ་སི་རང་སུ་ཨི་ཝ་ཨུ་ད་ཡམ། ད་ཡང་བསྐྱར Sanskrit ལ་དཔེར་ན་ཡང་བསྐྱར་ཉི་མ་ཤར་སོང་ཁ་སང་ངེད་ཀྱིས་དཔེ་དེ་བཞག་རེད་འདི་ནང་བཞིན་ད་དེ་ལ་ཏག་ཏག་ཚིག་དེ་ལེགས་པ་རེད་དཔེར་ན་ཉི་མ་ཤར་ཉི་མ་ང་ཚོ་གིས་ཉི་མ་ཤར་སོང་ལས་སྐབས་སུ་ད་སྟབས་བདེ་པོ་ཞིག་ཆགས་རེད་ཡིན་ནའི་ད Sanskrit གྱི་གོ་བ་ལྡན་དང་བྱས་པ་ཡིན་ན་ཉི་མ་དེ་ད་ཨིན་ཇི་ནང་ལོགས་ཡིན་ན་སྟབས་བདེ་པོ་རེད།

ས་སང་རྒྱ་དང་པར་ཧ་ཤོད་དྷ་བདག་ཆད་སིག་ཆ་བདེ་དིར་ཆ་ཡ་ཏཱ་མ་རུ་རུ་རོ་ཧ་ཏཱ་མ་རུ་རོ་ཧ་སོད་སྭ་ཧ་སྭ་ཧ་སཱང་ཤུ་ཨི་བ་ཨུ་དཱ་ཡམ་སྭ་ཧ་སཱང་ཤུ་རི་བོ་དཱ་ཡམ་སྭ་ཧ་སཱང་ཤུ་དེ་ནས་ཨི་བ་ཨུ་དཱ་ཡམ། ད་ཡན་རྒྱ་འདི་རེད་ཡན་རྒྱ་འདི་ད་ལྟ་ང་ཚོ་ཡི་ཤོད་ཀ་གསུམ་འགྲོ་རེད་ཤོད་ཀ་རེ་རེ་ལ་ལིར་ལ་ཀ་གཅིག་གཅིག་འགྲོ་གི་འདུག་འདི་སྔོན་ལ་ཡ་ཡོ་འགྲོ་རེད་འདི་སྔོན་འདི་ལ་ཡང་ག་རེ་འགྲོ་རེད། འདི་ངོ་ལ་མེད་ནི། འདི་ངོ་ལ་མེད་ནི། ད་ད་ནི་ཡང་ག་རེ་ག་རེ་རོ་རེད། ཨ་རུ་རུ་ཧ། རུ་དག་ཏུ་བྱིངས་ག་རེ་རུ། དེ་ནས་ཨ་རུ་རུ་ཧ་ཨ་རུ་རུ་ཧོ་ཏུ་ཨ་རུ་རུ་ཧོ། དེ་ནས་རབ་འགའ་ཡང་དག་སྐྱེ། ད་འདི་ལ་ད་བོད་སྐད་ཀྱི་འགྱུར་འདི་ད་ལེགས་སྦྱར་ན་ཚིག་ཚང་མ་རེ་རེ་བྱས་ནས་ཚང་མ་སླེབས་ཐུབ་ཡོད་མ་རེད། ད་སང་སྒྲ་ད་ལ་ཡི་དེ་ཡང་དག་སྐྱེ་ནི་ཏག་ཏག་སླེབས་འདུག་ཨ། རབ་འགའ་ཡང་དག་སྐྱེ་ལ་ཡག་སོ་ད་རབ་འགའ་ཡང་དག་སྐྱེ་འདི་ཚང་མ་རྒྱལ་པོ་ལ་བཞག་གོ་རེ་རྒྱལ་པོ་འདི་འདི་ལ་བཞག་གོ་རེ། དེ་ནས་ཁྱད་པར་ཁྱད་པར་བསླབ་པ་ལྟ་ཕྱིར་ཏེ། རྒྱལ་པོ་འདི་གིས་ཨ་ནི་ཕ་ཅོག་འདི་ག་ཚོད་ཀྱིས་ཁྱད་པར་འདུག་འདི་ལྟ་ཡི་ལྟ་བར་འདོད་པའི་ངོ་ནས་ར་ཡི་དོན་དུ་ལྟ་ཕྱིར་དེ་ཡང་སླད་དོ། ད་འདི་ལ་ད་བསླབ་པ་འདི་ཡང་ད་འདས་པ་འདྲ་བོ་དྲིས་དོ། གླང་པོ་ཆེ་འདི་ཐུར་བ་ཡིན་ཙང་བསླབ་པ་འདི་དེ་འདྲའི་གི་དགོངས་པ་ཞེས་ནས་དྲིས་ཀྱིས་ལ། འདི་འདིར་ཆགས་ད་ལྟ་བར་འདོད་པ་ལྟ་བར་འདོད་པ་དེ་ཡང་ལྟ་ཕྱིར་གཅིག་པོ་དྲིས་ཡོད་རེ། ཧོ། དང་ཤར་གྱི་རི་ལ་སྦྱིན། སྤྱི་དང། ཤར་གྱི་རི། ཤར་གྱི་རི་ལབ་ན་ལམ་སང་བོད་སྐད་ལ་ང་ཚོ་ལ། ཆར་བ་ལ་ཀྱི་བསམ་བློ་དེ་འཁོར་གྱི་ཡོད་མ་ར། ཤར་ལྷོ་ནུབ་བྱང་གི་ཕྱོགས་དེ་གོ་གི་རེད་མ་ཏོག་ཆར་བ་ལ་དེ་གླེགས་ཀྱི་ཡོད་མ་ར། དེ་ཡིན་ཙང། ལེགས་སྦྱར་གྱི་ཨུ་དཱ་ཡ་ཡོད་ན་མང་ཆོག་ད་ལེགས་སྦྱར་གྱི་ཨུ་དཱ་ཡ་ཡོད་ན་བོད་སྐད་ལ་མང་ཆོག་ཆར་བ་ན་བྲིས་ཀྱི་མ་ཏོག་ཤར་དེ་བྲིས་ཀྱི་ཡོད་མ་ར་ད། སྐབས་འགར་གོ་བ་གོ་བ་ད་ང་ཚོས་ཀྱི་གོ་བ་ལ་ཤོར་ནས་སྐབས་འགར་ཤར་བཅས་དེ་འདྲ་མང་པོ་བྱུང་ཡོད་དོ། ཧོ་དོང་ཤར་གྱི་རི་ལ་སྦྱིན། དེ་ལ་སྤྲོ་བ་ཆེན་པོས་ཞུན། ད་སྤྲོ་བ་ཆེན་པོ་ཆེན་པོ་གྱི་ཚིག་དེ་ཡང་ཡོད་མ་རེད་ལེགས་སྦྱར་ལ་ད་སོ་ས་གཅིག་པོ་དོ། ད་འདི་ལ་ད་ངེད་ཀྱིས་ཨིན་དུ་བྲིས་རེད། རབ་དགའ་ཡང་དག་སྐད་ལས་བྱུང་ཁྱེད་ཉིད་སློབ་པ་སོགས་ལྟ་འདོད། སྤྲོ་བ་དང་བཅས་དེས་དེར་ཞོན། གླང་པོ་རྒྱལ་པོ་དེས་རབ་དགའ་ཡང་དག་སྐྱེས་པ་ལས་བྱུང་བའི་ཁྱད་པར་ཉིད་དང་བསླབ་པ་སོགས་ལ་ལྟ་བ་བསྡུས་པ་དང་བཅས་ཏེ་སྤྲོ་བ་དང་བཅས་ཏེ་རྒྱལ་པོ་དེས་གླང་པོ་ཆེ་དེ་ལ་ཞོན་པ་རེད། དཔེར་ན་གང་ནང་བཞིན་ཧོ་སྡོང་ཆར་ལ་བྱེད་ཅེས་ནོ། ཧོ་སྡོང་ཉི་མ་དེ་ཆར་བ་གྱི་ས་ཆ་ལ་འཕོས་པ་ནང་བཞིན་རེད། དེའི་གཞོན་ནུ་རྩོམ་པ་སྟག་ཁ་ལོ་པ་དེ་གིས་སྟག་ཁ་ལོ་པ་དེ་གིས་ད་གླང་པོ་ཆེ་གི་ག་འདྲེ་ཡོད་པ་དེ་གླང་པོ་ཆེ་གི་རྩལ་འདུལ་ད་སྟོན་ཡ་གི་ད་འབད་བརྩོན་བྱེད་ཀྱི་ར། སམ་ཡ་ཏུ་ཐ་ག་ཇེ་ནྡྲ་སྱ་མན་ཏྲི་བ་བྷ་ཤ་བོར་ཏི་ན། སརྦ་མན་ཏྲ་ལ་སན་ཅཱ་ར་ཅཱ་ཏུར་ཡམ་སཱ་མ་ཏྲ་ཧྲེ། ད་ཀུན་ཏུ་འགྲོད་པ་ཀུན་ཏུ་འགྲོད་པ་ཁ་ལོ་པ་དེ་གིས། སྟོན་པ་རེད། རྒྱལ་པོ་ལ་སྟོན་པ་རེད། ག་རེ་སྟོན་པ་རེད། གླང་ཆེན་གྱི་རྩལ་དེ་གླང་ཆེན་གྱི་འགྲོས་དེ་གླང་ཆེན་དེ་ག་བ་པོ་ལ་འགྲོས་འཁྲུལ་གྱི་བ་ཚང་མ་སྟོན་རེད། ཨ་ཐ་དེ་ནས་ར་ནི་བསམ་ཡ་དང་ཀུན་ཏུ་འགྲོས་པ་དེ། ད་ནི་ཁོ་ད་ཁ་ལོ་པ་ར་ཡ་འདི་ནི་ད་རྒྱལ་པོ་ད་སྐད་ཆ་བཤད་ད་འཛུ་གང་ཡང་ཡོད་མ་རོ་ད་འདི་ང་རང་གི་ད་རྟོག་བཟོ་གྱི་འགྲས་པ་ར་ཡ། ད་ག་ཟེ་ངས་ང་རང་གི་ད་རྒྱ་འགྲེལ་ནི་ཡོད་མ་རེད་ད་འགྲེལ་བཤད་ཚང་མ་ད་གཅིག་བྱས་ནི་གཅིག་བྱས་ནི་ཏག་ཏག་བསྡད་སྲིད་ཀྱི་རེད་གཅིག་བྱས་ན་མ་བསྡད་ན་ད་ང་རང་གི་རྟོག་བཟོ་རུ་ཆགས་སྲིད་ཀྱི་ར། མ་འདིར་དབྱེ་བ་མ་འདིར་བློན་པོ་ནང་བཞིན། ད་འདི་ལ་བློན་པོ་འདི་ག་ཅིག་ན་ད་རྒྱལ་པོ་ལ་ཁབ་ཏུ་སྐད་ཆ་བཤད་ཡ་དང་འདུག་ཚུལ་བློན་པོ་ར། ད་ད་ད་ད་བློན་པོ་གིས་རྒྱལ་པོ་ལ་ཅིག་ཅིག་བཤད་ཀྱི་ཡོད་པ་ནང་བཞིན་ད་ནི་རྒྱལ་པོ་ད་ཀུན་ཏུ་འགྲོ་པ་འདི་གིས་བློན་པོ་ནང་བཞིན་གླང་པོ་ཆེ་གིས་ག་རེ་ག་རེ་ཡོད་པ་འདི་ཚང་མ་ཐོན་པ་རེད་རྒྱལ་པོ་ལ་ཐོན་པ་རེད་གླང་པོ་ཆེ་ལ་ཨ་ཐ་བསམ་ཡ་དང་མ་འདིར་དབྱེ་བ་བློན་པོ་བློན་པོ་ནང་བཞིན་བློན་པོ་བློན་པོ་འདི་སུ་ལ་སྦྱར་རེད་བསམ་ཡ་ད་ལ་སྦྱར་རེད་ཀུན་ཏུ་འགྲོ་པ་དེ།

ད་བོད་རྒྱལ་ལ་ནི་གོ་རིམ་འདི་ཡང་མ་དཀྲུག་འདི་གཅིག་ཅིག་བྱས་ན་ག་བ་དོ་ཟླ་ག་བ་ལེགས་ཡོད་འདི་ཧ་གོ་ཡོད་མ་རེད། འདི་ནང་བཞིན་ད་བོད་རྒྱལ་ལ་ད་བོད་རྒྱལ་ལ་ལྟ་ས་ཅི་བོད་རྒྱལ་ལ་ད་བཀའ་བསྒོ་རེ་འགྱུར་ག་ཤེད་ལ་རག་ཡ་འགྱུར་གནང་རོགས་ད་ནམ་རྒྱུན་ང་ཚོ་གི་ག་རེ་ཡོད་ལབ་ན་གོ་རིམ་འདི་གོ་རིམ་འདི་ལེགས་ཆ་གནང་བཞིན་བཞག་ན་ད་དཔེ་ཆ་གཟིགས་པོ་ཆགས་རེད་ད། ནམ་རྒྱུན་ང་ཚོའི་གི་ད་བོད་སྐད་ཀྱི་འགྱུར་རྣམས་ལ་གོ་རིམ་འདི་ད་འགྱུར་འགྱུར་བ་པོ་སོ་སོའི་གི་ད་ཁྱད་པར་འདྲ་མི་འདྲ་ར་སྐབས་འགའ་རེ་བོད་དེ་ལེགས་སྦྱར་གྱི་གོ་རིམ་ནང་བཞིན་ཡོད་རེད་ད་འདི་འདྲའི་སྐབས་སུ་ད་བོད་སྐད་ཀྱི་ད་དོན་དག་འདི་ད་ཡག་པོ་ཚང་མ་སླེབས་པ་འདི་ངེད་ཚ་རེད། ཚིག་འདི་ཚང་མ་ཡོད་རེད་ད་འདི་བསྐྱར་བཟོ་བྱས་སྐབས་སུ་དཔེ་ཕན་ཐོགས་ཀྱི་རེད་ཡིན་ན་ཡང་ད་དོན་ངོ་མ་བོད་སྐད་ལ་ནི་འཛོམས་པ་ཚང་མ་ནི་ཕན་ཐོགས་ཀྱི་ཡོད་མ་རེད། ད་ལས་ཀ་ལས་ན་ནམ་ཡང་ཁོ་རང་གིས་ག་བ་ག་བ་ལ་རྒྱག་གི་ཡོག་པ་དེ་ཚང་མ་ཐུལ་འགྲོ་གི་ཡོག་རེད། དགའ་ལྗོན་དར་སི་ཡ་བྷ་ཤ་བྷོར་ཏི་ན། དེ་ནས་ཨོང་དུ་འགྱུར་མཁན་ཨོང་དུ་ཨོང་དུ་ཨོང་འགྱུར་བ་ཨོང་ཨོང་ཨོང་ཨོང་ལ་ཡོད་བསྡད་མཁན་གྱི་གླང་པོ་ཆེན་གྱི་ཨོང་པོ་དེ་གིས་ལ་སར་བ་མན་དྲ་ལ་སན་ཅཱ་ར་ཅཱ་ཏུར་ཡམ་མདོར་ན་དཀྱིལ་འཁོར་ཚང་མ་ལ་ད་ས་ཡི་དཀྱིལ་འཁོར་ཚང་མ་ལ་འགྲོ་ཐུབ་པ་སན་ཅཱ་ར་སན་ཅཱ་ར་དེ་ད་རྒྱུ་ད་བོད་སྐད་ལ་ཁ་བུ་དུ་གྱུར་ན་ད་རྒྱུ་བ་རྒྱུ་བ་བྲི་གི་ར་དེ་ནས་ད་སན་ཅཱ་ར་བསམ་གཏན་ཡོད་དོ་ཙམ་པ་ད་ཀུན་ཏུ་འགྱུར་བ་ཡང་དག་འགྱུར་བ་ད་ག་རེ་ན་ཡོང་ས་ཡིན་ན་ད་ཡང་དག་འགྱུར་བ་བྲིས་ཏོ། སན་ཅཱ་ར་ཅཱ་ཏུར་ཡམ་ཁྱད་པར་འདི་ཁོ་རང་ག་ཚོད་རྒྱུ་ཁེགས་ཡོད་ཁེགས་པོ་ཡོད་པ་འདི་ས་མ་དར་ཤད་བསྟན་པ་རེད་ཡང་དག་པར་བསྟན་པ་རེད་ཀུན་ཏུ་བསྟན་པ་རེད་འདི་ཡང་དག་བསྟན་བྲིས་ཏོ། སམ་ཡ་ཏུ་ཐ་ག་ཇན་དར་སི་ཡ་ག་ཇན་མན་ཏྲི་ཝ་ཝོ་ཤ་ཝོ་ཤ་ཝོར་ཏི་ན་སརྦ་མན་དྲ་ལ་སམ་ཅཱ་ར་ཅཱ་ཏུར་ཡམ་ས་མ་དར་ཤད། དེ་ནས་གླང་པོའི་དབང་པོ་དེ་ཡིས། ད་དེ་ཡི་ལས་ཚིག་འདི་ད་ལེགས་སྒྲ་ལ་ཡོད་མ་རེད། ད་གསལ་འདུག་མི་འདུག་ཨ། དཀྱིལ་འཁོར་ཀུན་ཏུ་ཡང་དག་རྒྱུ། མཁས་པ་བླུན་བཞིན་དབང་བསྒྱུར་བ། ད་བོད་སྐད་ལ་ཏག་ཏག་དཀའ་ལས་ག་རེ་ཁྲེལ་ན། མཁས་པ་བླུན་བཞིན་ལས་སྐབས་སུ་ད་མཁས་པ་དེ་སུ་ལ་སྦྱར་ཡིན། ད་འདི་ཉལ་ཧ་གོ་མ་རེད། ནོར་བྱང་དབུར་ཤིང་གི་ག་རེ་འབྲི་ཤིག་རྒྱབ་ནས་ཉལ་ཧ་གོ་ཡོད་མ་རེད། ཁྱད་པར་བློན་ཆེན་དབང་སྒྱུར་བ། ཀུན་འདུས་སྒྲོལ་གྱིས་ཡང་དག་བསྟན། འདི་ལྟ་བུའི་བོད་སྐད་ལ་གོ་རིམ་དང་དུ་དཔེ་ཁྱད་པར་ཆེན་པོ་ཤོད་ཀྱི་འདུག་འདི་ཡིན་ཡང་ད་ལྟ་བོད་སྐད་ལ་ཚིག་འདི་ལེགས་སྦྱར་གྱི་ཚིག་དེ་ཚང་མ་ཡོད་པ་བཅས་གོ་རིམ་དེ་གོ་བ་དེ་ལེན་ཚར་རྗེས་ལ་གོ་རིམ་ཚང་མ་དཀྲུག་དཀྲུག་བཏང་ནས་བསྒྱུར་ན་ད་དཔེ་ཡག་པོ་ཆགས་ཀྱི་ར་ཡ་འདི་ལྟ་བུའི་བོད་སྐད་ལ་འདི་དཔེ་དཀའ་ལས་ཡོད་རེད། ད་གིན་ངས་ད་གིན་ངས་ཀྱི་ཞུ་མ་ལ་ད་གོ་བ་འདི་གར་ཆ་རམ་ད་ཀུན་ཏུ་འགྲོ་པ་དེ་ཡིས་ཨ་ནི་བློན་པོ་ནང་བཞིན་ཀུན་ཏུ་འགྲོ་པ་དེ་ཡིས་ཨ་ནི་རྒྱལ་པོ་ལ་གླང་པོ་ཆེ་ཨོང་དུ་གྱུར་ཨོང་དུ་གྱུར་ཚར་བས་ཀྱི་གླང་པོ་ཆེ་དེ་དེ་ཀྱིས་ཨ་ནི་ཁོ་རང་གི་དཀྱིལ་འཁོར་ཚང་མ་ལ་འགྲོ་ཐུབ་བས་ཀྱི་ནུས་པ་དེ་ཨ་ནི་རྒྱལ་པོ་ལ་བསྟན་པ་རེད། ད་ཡང་ད་བསྟན་ལ་ཡང་ད་ཡང་ད་བསྟན་ཡང་ད་ཡང་བསྐྱར་སྡེ་དགེ་ནང་ལ་བོང་ར་ད་ད་ན་བསྟན་ཡོད་རེད་ད་སྔོན་ཆད་ད་སྣར་ཐང་ཞེས་སོང་ག་དྲི་བ་རེད་བོང་ས་ད་ན་བསྟན་དྲི་བ་ར་ཁོ་དེ་བསྟན་བུད་དོ་ད་ར་བསླབ་བུད་བཤད་བུད་དོ་ད་ར། དེ་ནས་ཀུན་གྲོལ་བློན་པོ་བཞིན་ད་འདི་ཡིན་ད་ངས་བསྒྱུར་ཚང་མ་བཅོས་རེད་དེ་ནས་ཀུན་གྲོལ་བློན་པོ་བཞིན་གླང་པོ་དབང་དུ་བསྒྱུར་བ་ཡིན་དཀྱིལ་འཁོར་ཀུན་ཏུ་ཡང་དག་རྒྱུའི་ཁྱད་པར་ཉིད་ནི་ཡང་དག་བསྟན་ད་ད་དུང་ཡིན་ན་ད་བོད་སྐད་ལ་དེ་རྣམ་སྨིན་སྣ་སྨིན་གསུམ་པ་ཀླད་ཁོ་ན་མི་འདུག་བོད་སྐད་ལ་ད་ཁག་པོ་ཆགས་ཀྱི་འདུག་བྱ་སྤུ་བྱ་ཚིག་གླེགས་འཛོམས་པ་རྣམ་དབྱེ་གསུམ་པ་འདི་བཞག་ཐུབ་ན་གོ་བ་འདི་དཔེ་གཙང་མ་ཆགས་ཡོད་ལ། ད་གལ་སྲིད་ངེད་ཀྱིས་རྣམ་དབྱེ་གསུམ་པ་བཞག་ན་ད། ཀུན་བཏུས་ཀྱིས་བླུན་པོ་སྦྱིན་བདག་ཡོང་ཡ་ཁོ་ན་ཡོད་མ་རེད་ད་ཀྱེ་མ་ནས་ཚིག་འདི་ཚིག་འདི་སྤང་ཐུབ་ཡ་ཁོ་ན་ཡོད་མ་རེད། རྣམ་དབྱེ་སྤང་ན་འགྲིག་གི་རེད་ནི་ཚིག་སྤང་ཡ་ཡོད་མ་རེད་ད་གོ་བ་འདི་ཡང་ཚུར་བཏོན་ཡོད་ལ།

ད་འདི་ནས་འཕྲོས་ནས་ཡང་ང་ཚོ་གི་དཔེ་ཚོད་ལ་གོ་བ་དཔེ་མང་པོ་ཞིག་འཁྲུགས་ཡོད་རེད་སྔ་མ་ག་ལ་ལ་ང་ཚོ་གི་ནམ་རྒྱུན་སྒོ་ཟོག་ཆོས་ཀྱི་ཤིང་རྩི་ཟེར་བ་ལ་རྟོག་པ་དང་ལྡན་པ་རྣམས་ཀྱིས་ཅི་ལེགས་སོ་འདི་སྐབས་སུ་ས་ཡང་ཡོད་མ་རེད་བང་ཀུན་ཆོས་ཡང་ཡོད་མ་དཔེ་ཚོད་ཚང་མ་དེ་སྔ་ཡོད་རེད་རེ་བ་ཡོད་ལ་རྟོག་པ་དང་ལྡན་པ་རྣམས་ཀྱིས་ཅི་ག་སོ་འདི་ཡོད་རེད་ད་རེད་ཁོ་རྟོག་དཔྱོད་བྱེད་པའི་རྟོག་དེ་རྣམས་གོ་དགོས་རེད་ཡིན་ནའི་ད་ང་ཚོ་གི་གོ་བ་ག་ཚོད་ནས་ཉོན་མོད་ཧ་གོ་ཁག་པོ་བྱེད་ཀྱི་རེད་འདུག་ན་ལྟ་རྟོག་བྱེད་པའི་དོན་དུ་རེད་རྟོག་ཞིབ་བྱེད་ཀྱི་རྟོག་དཔྱོད་བྱེད་པའི་རྟོག་པ་དེ་རེད། དེང་སྤྱིར་དཔེར་ན་ང་ཚོས་ཀྱི་ད་ང་ཚོས་ང་ཚོས་ལ་ད་ངས་འདི་ག་རེ་ཞུ་གི་ཡོད་ལབ་ན། ང་ཚོས་ཀྱི་དཔེ་ཆ་དཔེ་ཆ་གི་འགུལ་ནང་ལ་ང་ཚོས་ཀྱི་ད་ལྟ་གོ་བ་ལེན་པ་ནི་ཏག་ཏག་གཙང་མ་ནས་འདེགས་ཀྱི་ཡོད་མ་རེད། དཔེར་ན་དཔེར་ན་སོ་སོར་རྟོག་པའི་སོ་སོར་རྟོག་པའི་ཡེ་ཤེས་སོ་སོར་རྟོག་པའི་ཡེ་ཤེས་སྐབས་སུ་ད་ཕ་ཡུལ་ལ་བསམ་གཟིགས་ལ་མདོར་ན་རྟོག་ལས་ཀྱི་ཚིག་དེ་ཕ་ཡུལ་ལ་བསམ་གཟིགས་ལ་ཨིག་ཞོགས་པ་དེ་ད་ཧ་ལམ་མ་གཏོགས་ཁྱད་པར

མི་དགའ་ཡ་སྐད་ལི་ལ་ལ་ས། ལ་ལ་ས་ཀྱི་དོན་དག་སྤྲོ་བ་ཡོད་པ་དགའ་བ་ཡོད་འདོད་པ་ཆགས་པ་ཡོད་འདོད་པ་ག་རེ་ལ་ག་རེ་ལ་སྤྲོ་བ་ཡོད་རེད་མི་དགའ་ཡ་མི་དགའ་ཡ་ཀྱི་དོན་དག་དང་ཨོ་འབྲིང་བྱེད་པའི་དོན་དག་ཁྱི་ར་ཁྱི་ར་གཡག་པའི་དོན་དག་རེད་རྔོན་པ་བྱེད་པའི་དོན་དག་རེད་རྔོན་པ་དེ་དག་རྩེད་མོ་རེད་བ་ཆགས་འདི་རེད་ཀྱི་སྐད་ལི་སྐད་ལི་དེ་རྩེད་མོ་རེད་གོ་གོ་ར་ཨ་ནི་རྔོན་པ་ཀྱི་རྔོན་པ་ཀྱི་རྩེད་མོ་རྔོན་པ་ཀྱི་རྩེད་མོ་ལ་དགའ་འདོད་པ་རྒྱལ་པོ་དེ་ཨ་ནི་གླང་པོ་ཆེ་ག་འདྲས་འདུག་དེའི་ལྟ་བའི་ཀྱི་ཟོལ་གྱིས་ཨ་ནི་ནག་པོ་ནག་ས་ཆེན་པོ་དེ་རྣམས་ལ་ཞུགས་པ་རེད། གཟའ་བརེགས་ཆགས་པར་སངས་རྒྱས་ན་མི་རྒ་ཡ་ཀའི་ལི་ལ་ལ་ས་ལ་ཛ་ནི་ཇོ་ཏི་ཟ་ཧ་མི་བ་འབེ་ག་ཧ་ད་བ་ནམ་མ་ཧ་ད། རྒྱལ་པོ་རང་གིས་སྤྲོ་བ་བཞིན་གླང་པོ་ལྟ་བུའི་ཞོར་ལ་ནི་ཞར་ལ་ནི། ཞོར་ཡང་ལེགས་བྲིས་དེར་མ་ཆགས། སྔོན་ལ་རྩེ་བཞིན་དགའ་ལྡན་པས་མཆེ་བའི་ནགས་སུ་འཁྱམས་པར་གྱུར། ད་ནགས་ད་འདི་ལ་ང་ཚོ་ཡོད་དུ་ས་ཟིན་པ་འདི་ལ་དམིགས་བསལ་གྱི་གང་ཡང་མ་ཤེས་པར་འགྲོ་ཤེས་ཡོད་དེ་ནས།

རྒྱལ་པོ་དེ། ག་ཅེ་ན་ད་ལྟ་ད་ལྟ་གླང་པོ་ཆེ་རྣམ་ཡ་དང་པོ་སླེ་ཡོད་མ་རོག་ཡ། འདི་ཡིན་ད་ལྟ་བསམ་ཁེལ་ལ་ད་འདི་བྱ་ཕོ་པོ་དེ་སུ་ཡིན་མིན་དེ་སྒང་ནས་ཡར་མ་འཕྲོས་ཟོན་པ་ལ་རྣམ་ཡ་དང་པོ་ག་བ་སླེ་འདུག་མིན་དེ་ལྟ་ནས་འགྲོ་གི་ར་ད་ལྟ་གླང་པོ་ཆེ་དེ་རྣམ་ཡ་དང་པོ་སླེ་ཡོད་མ་རེད། འདི་མ་གཏོགས་ཡང་བོད་སྐད་ལ་གཅིག་བྱས་ན་བོད་སྐད་ལ་འདྲེ་ཤིག་གེ་ཟོན་པ་ལ་གླང་པོ་ཆེ་ལ་སྦྱར་ཡིན་གི་ས་ནས་ང་དོག་པ་འགྲོ་ས་སོང་ར། ས་ཡ་ཡོ་རཏ་ན་ཀེ་ཡུ་ར་ཀི་ར་ནེ་དུ་ར་སར་པི་བི་སཱ་ལ་ཀི་པཱ་ལ་བ་བ་རེ་སྡིང་ན་ག་ན་བྷ་ཡ་ནི་བ་ད་རྒྱལ་པོ་དེས་རྒྱལ་པོ་དེས་བེད་ཁོ་ན་ནི་དཔེ་ཐག་རིང་པོ་འགྲོ་བ་རེད། དཔེར་ན་ག་འགྲོ་རེད་ལབ་ན་ནི་ཁ་སང་འདི་ངོ་ལ་ཡ་ད་གླང་པོ་ཆེ་འདི་ལ་ཡ་གླང་པོ་གླང་པོ་ཆེ་འདིའི་མིག་ཚུམ་འདི་ཚུམ་བ་ལ་ག་རེ་དྲན་རེད་ལབ་ན་ནི་སཱ་ལ་ཀི་སཱ་ལ་ཀི་ཀི་ནག་གི་ནག་གི་པལ་འདི་དྲན་རོགས་ཡ་སཱ་ལ་ཀི་ལའི་གི་ཤིང་སྡོང་འདི་ད་གླང་ཆེན་གི་དཔེ་དགའ་བོ་བྱས་ཀི་ཤིང་སྡོང་ཞིག་རེད་དོ། གླང་པོ་ཆེ་གི་ས་ཡ་ཡིག་འབྲེལ་དོ་འདི་ནི་དཔེར་ན། གླང་པོ་ཆེ་གི་ཤིང་སྡོང་འགའ་ཡི་ནང་ལ་གཅིག་བྱང་ཆུབ་ཀྱི་ཤིང་སྡོང་རེད་དོ། བྱང་ཆུབ་ཀྱི་ཤིང་སྡོང་འདི་དག་གླང་པོ་ཆེ་གི་ཞབས་སུ་ཟགས་ཀྱི་དོ་འདི་ནི་ང་ཚོ་རྡོ་རྗེ་གདན་གྱི་འདི་ར་བ་འདི་ཚང་མ་དག་འདི་བྱང་ཆུབ་ཀྱི་ཤིང་འདི་སྐྱོབ་པའི་ཆེད་དུ་བཞག་དོ་སྔོན་ཆད་ན་འདི་ནི་ང་ཚོ་གི་འདི་རའི་གླིང་དུ་ཚོད་ལ་འདི་གི་ལྡེབས་རིས་བཀོད་ཀྱི་དོ་གླང་པོ་ཆེ་གླང་པོ་ཆེ་གི་བྱང་ཆུབ་ཀྱི་ལོ་མ་ལེན་པར་འགྲོ་དེ་ནི་འདི་དང་འདི་རའི་གླིང་བཀོད་པ་འདི་བྱ་ཡི་དོ་འདི་ནི་ད་ས་ལེ་ཀའི་འདི་གླང་པོ་ཆེ་གི་དཔེ་འགའ་ཡི་གི་ཤིང་སྡོང་རེད་དོ་འདི་ནི་ཚང་འདི་ནི་ཁྲོས་ནས་ལྟ་ངེས་ཀྱི་ས་བླ་སྐྱེས་ཀྱི་དེ་ཡིན་པ། འགག་བྱ་བག་ཆ། སྣང་བྱེད་ཀྱི་ས་ཡ་ཀྱི་ཤིང་སྡོང་རེ་དོ། གླང་པོ་ཆེའི་ཟས་སོགས་བརྒྱད་ནི་ཤིང་ས་བླ་སྐྱེས་མིང་ངོ། ད་དེ་ལ་ད་འགག་བྱ་མིང་ཁོ་ན་ད་ག་རེ་རེད་འགག་བྱ་བག་ཆ་ཡོད་རེད། འགག་བྱ་བག་ཆ་སུ་བ་ཧ། སུ་ར་བི་ར་ས། མ་ཧེ་ར་ན། ཀུན་དུ་རུ་ཀི་ས་བླ་སྐྱེས་ཧ་ལ་དེ་ནི། འདི་གཅིག་བྱས། ད་བྱང་ཆུབ་ཀྱི་ཤིང་སྡོང་འདྲ་བོ་ཤར་བྱང་ཆུབ་ཀྱི་ཤིང་སྡོང་དེ་གླང་པོ་ཆེ་གི་ཕའི་དགའ་སྐྱོ་བ་ཡིན་ཙང་བྱང་ཆུབ་ཀྱི་ཤིང་སྡོང་ལ་མིང་བྱམས་པ་མིང་ག་རེ་ཡོད་ལབ་ན་ཀུན་བྱ་ར་ཤ་ན་ཡོད་རེད་ཀུན་བྱ་ར་ཤ་ན་ཀུན་བྱ་ར་ཤ་ན་དེ་བྱང་ཆུབ་ཤིང་སྡོང་བྱང་ཆུབ་ཀྱི་ལྗོན་ཤིང་གི་མིང་ར། གནའ་སྔ་མོ་ཡིན་ན་བྱང་ཆུབ་ཀྱི་ལྗོན་ད་བྱང་ཆུབ་ཀྱི་ལྗོན་ཤིང་དེ་དང་པོ་དང་པོ་དཔེར་ན་ང་ཚོའི་གི་དཔེ་བཀའ་འགྱུར་ནང་ལོ་ལ་བྱང་ཆུབ་ཀྱི་ལྗོན་ཤིང་ལབ་མང་ཆེ་བ་ཨ་ཤོ་ཐ་ཤིང་ཨ་ཤོ་ཐ་ན་ཡོད་རེད་ཤིང་ཨ་ཤོ་ཐ། ཤིང་ཤིང་ཨ་ཤོ་ཐ་ལབ་ན་བྱང་ཆུབ་ཀྱི་ལྗོན་ཤིང་ལ་མ་ཐུག་གོ་ཡ་ཡོད་མ་རེད། ག་ལ་ལབ་ན་བྱང་ཆུབ་ཀྱི་ལྗོན་པ་ལགས་ཀྱི་ཤིང་འདི་གི་མིང་ཁོ་རང་ཕྱིས་སུ་ཐོགས་ར། ད་དེ་ལ་སཱ་ལ་ཀི་ད་དེ་ལས་སཱ་ལ་ཀི་པཱ་ལ་བ་བ་རའི་མདིང་ནཱ་གཱན་ཨ་བྷན་ཡི་བ་ད་དཔེར་ན་སཱ་ལ་ཀི་ཤིང་སྡོང་སཱ་ལ་ཀི་གི་ལོ་མ་བཟང་པོ་དེ་གིས་ཆོས་ཀྱི་གླང་པོ་འདི་དག་སྐད་བཏང་བ་ནང་བཞིན་རྒྱལ་པོ་དེ་འགྲོ་བ་རེད་ས་ཡ་ཡོ་ག་འདྲེས་འགྲོ་བ་རེད་ན་ཁོ་རང་ད་རྒྱལ་པོ་འདི་ལ་རྒྱལ་པོ་འདི་ལ་ཁོ་རང་གི་རིན་པོ་ཆེ་གི་དཔུང་རྒྱན་རཏྣ་སྐྱེས་ཡུལ་ར་རིན་པོ་ཆེ་གི་དཔུང་རྒྱན་གྱི་འོད་ཟེར་དཔལ་ཐག་རིང་པོ

ས་ཡ་ཡོ་ར་ཏནཱ་ཀེ་ཡུ་ར་ཀི་ར་ནའི་འདུ་ར་སར་སྤེལ་བའི་ས་ལ་ཀེ་པ་ལ་བ་བ་རའི་སྡིངས་ན་ག་ན་བྷ་ཡན་ནི་བ། ད་འདི་ལ་ཚིག་རེ་རེ་བྲིས་ཡོད་རེད་ས་ཡ་ཡོ་ར་ཏནཱ་ཀེ་ཡུ་ར་ཀི་ར་ནའི་འདུ་ར་སར་སྤེལ་བའི་འདུ་ཐག་རིང་པོ་ཐག་རིང་བོར་དུ་འཕྲོ་འདོད་པ་དེ་ག་རེ་འཕྲོ་རྒྱུ་རེད་རིན་པོ་ཆེ་གིས་སྤུན་རྒན་གྱིས་ཧོ་ཟེར་འཕྲོ་རྒྱུ་ར། ཐ་ན་དཔེར་ན་གླང་པོ་ཆེ་ལ་སྐད་གཏོང་རྩོམ་པ་ག་འདྲ་ཞིག་སྐད་གཏོང་གི་ཡོད་རེད། གསར་ལ་སྐྱེས་ཀྱི་ལོ་མ་མཆོག་ཏུ་ཀྱི་སྐད་གཏང་བ་ནང་བཞིན་རྒྱལ་པོ་འདི་ཀྱི་རིན་པོ་ཆེ་གི་དཔུང་རྒྱན་གྱི་ཧོ་ཟེར་འཕྲོད་ཀྱིན་འཕྲོད་ཀྱིན་རྒྱལ་པོ་འདི་ཕར་འགྲོ་རེ་ལ་ཡི་དོན་དར་རེད་དོ། དིང་ནག་ག་ན་ཨ་ཧོ་ཡན་ཨི་བ་ཨ་ཧོ་ཡན་འདི་ཏག་ཏག་བོད་སྐད་ལ་འབོད་པར་བྲིས་ཡོད་རེད། འབོད་པ་ལ་ཚིག་ལ་ད་ངས་ག་རེ་བྱས་ན་ཡང་བསྐྱར་ག་རེ་བྱས་ན་ཧའི་ལེ་བྱེད་ཀྱི་ཡོད་ལབ་ན་དཔེར་ན་ང་ཚོ་ཀྱི་ནམ་རྒྱུན་དགེ་སློང་དཔའ་བརྟན་ཀླུའི་བུ། ཀླུའི་བུ་ལ་ལེགས་སོ་ཏག་ཏག་ཕ་གི་ལེགས་སྦྱར་ནོར་ལ་ན་ག་ཧོ་ཡ་ལའི་ཚིག་དེ་རེད། མདོར་ན་ང་ཚོས་ཀྱི་བོད་སྐད་ལ་འདི་ག་བསམ་བློ་བཏང་ནས་འགྲོ་ཡ་ཡོད་རེད་ད། ཚིག་གཅིག་བསྒྱུར་ཚར་བརྩོན་པ་ལ་ཚིག་དེ་ག་ཚོད་ཀྱི་མིང་གི་བེད་སྤྱོད་བཏང་གི་ཡོད་པ་དང་དེ་འདྲའི་ཚང་མ་བསམ་བློ་བཏང་ཡོད་རེད། རིན་ཆེན་སྤུངས་རྒྱན་ཧོ་སེར་ནི་རིང་དུ་འཕྲོ་དེ། ཤར་ལྷ་ཀྱི་ལོ་འདབ་ཕྱོགས་ཀྱི་ཡང་བསྐྱར། ཕྱོགས་ཀྱི་སྣར་ཐང་ལ་རྣམ་སྨིན་གསུམ་པ་མི་འདོ།

བཅོམ་ལྡན་འདས་ནི་དགེ་སློང་དགེ་སློང་དགེ་སློང་གི་དགེ་འདུན་དང་ཐབས་ཅིག་ཏུ་བཞུགས་སོ་དེའི་སྐབས་སུ་ཞུ་ཡ་དེའི་སྐབས་སུ་ཞུ་ཡ་ཡང་མར་ཁོ་བོ་ལེགས་སྦྱར་ཁོ་ན་གྱི་སར་འདམ་ཡོད་པའི་རྒྱུ་མཚན་ལ་བརྟེན་ནས་རྣམ་དབྱེ་གསུམ་པ་ཆགས་རེ་ད་དེའི་སྐབས་སུ་བོད་སྐད་ལ་ལེགས་སྦྱར་གྱི་རྣམ་དབྱེ་གསུམ་པ་ལ་བོད་སྐད་ལ་ག་རེ་ཡོད་པའི་ཁྱབ་རེ་ཡང་ཅིག་ག་ཞིག་ལ་དང་སྒྲ་ཡོད་པའི་ཁྱབ་རེ་ད་འདི་འདྲའི་ལ་སོགས་སྤེལ་མོ་ཡོད་རེད་འདི་ཡིན་ན་རྣམ་དབྱེ་གསུམ་པ་ངེས་པར་དུ་གོ་བ་རེད་བསམ་གྱི་འདུག་རིན་ཆེན་རིན་ཆེན་དཔུང་རྒྱན་ཧོ་སེར་ནི་རིང་དུ་ཁྲོས་ཏེ་ཤར་ལྷ་ཀྱི་ལོ་འདབ་ཕྱོགས་ཀྱིས་ནི་གླང་རྣམས་འབོད་པ་ལྟ་བུར་གསུངས། རྒྱལ་པོ་དེ་འགྲོ་རྒྱུ་རེད་རྒྱལ་པོ་འགྲོ་རྒྱུ་རེད་རྒྱལ་པོ་དེ་ལ་ཡང་ན་མི་གཉིས་པ་རྒྱལ་པོ་རྒྱལ་པོ་དེ་ལ་ད་ནགས་ཚལ་གྱི་ལྷ་མོ་དེ་ཚོ་ཚང་མ་གིས་ད་མཐོང་རྒྱུར་ད་རྒྱལ་པོ་འགྲོ་བཞིན་པ་དེ་ཝཱ་ཇཱན་ཏམ་རྣམ་པའི་གཉེན་པ་རྒྱལ་པོ་ཝཱ་ཇཱན་ཏམ་ཏཱ་ཏྲ་དཱ་ཏིར་ཤུར་ཏམ་དམ་རྒྱལ་པོ་དེ་ལ་དམ། སྒྲོལ་བཞིན་པ་རྣམ་མེད་གཉིས་པ་ལས་བཟློག། བརྗོད་དམ་སྒྲོལ་བཞིན་པའི་རྒྱལ་པོ་དེ་ལ། བ་ནས་ནགས་ཚལ་ནང་རོལ་ལ་སྒྲོལ་བཞིན་པའི་རྒྱལ་པོ་དེ་ལ། བ་ན་དེའི་བ་དག་མདའ་དིར་ཞུ། ནགས་ཚལ་གྱི་ལྷ་མོ་རྣམས་ཀྱིས་མདའ་དིར་ཞུ། མཐོང་བ་རེད་གཟིགས་པ་རེད། ད་གཟིགས་ཏེ་ཟེར་བ་ད་ཁོང་ཚོས་ག་འདྲས་བལྟ་བ་རེད་ལབ་ན། པར་ཧར་ཤ་བིར་ཤ་མ་ཡ་ཀིར་ན་ཀར་ན་པུ་རི་ཀིར་ཐེག། ཆ་ན་མིག་འབེད་ཁང་ཁ་ཆེ་བོ་ཆེ་ནས་ལ་མིག་དཔེ་ཆེན་པོ་ལྟ་རེད། དེ་འབེད་དགའ་བ་དགའ་བ་དང་གཅིག་ཧང་སང་བ་གིས་ཁྱབ་ནས། པར་ཧར་ཧྲ་རབ་ཏུ་དགའ་བ། བིས་མ་ཡ་ཡ་ཆེན་དགའ་བ་ཡང་ཡོད་རེད་ཡ་ཆེན་ཡང་ཡོད་རེད་འདི་གིས་ཁྱབ་བསྡད་པ་ཨ་ཀིར་ན་ཨ་ཀིར་ན་འདི་ནམ་རྒྱུན་བོད་སྐད་ལ་ཁྱབ་པ་ཁྱབ་པ་རྒྱུ་ཆ་ཡིན་རེད་འདི་ལ་རྒྱས་པར་བྲིས་འདུག་ཀུན་ཏུ་རྒྱས་པར་བྲིས་འདུག། ཨ་ཀིར་ན། དེ་ནས་ཀར་ན། རྣ་བ་བོར་དུ་སྤུ་རིས་ཀིར་དང་འཁྱང་འདོད་རེད། རྣ་བ་བོར་དུ་ག་རེ་འཁྱང་འདོད་རེད། ཡིག་ཆ་ན་མིག་དེ་རྣ་བ་བོར་དུ་འཁྱང་ཡོད་རེད་ཟེར་ན་ཡང། མདོར་ན་རྣ་བ་བོར་དུ་དེ་ནས་མིག་སྐྱུ་རིང་པོ། མིག་སྐྱུ་རིང་པོ་དང་ལྡན་པར་བྱས་ནས། དགའ་བ་དང་ཡ་མཚན་གྱི་ཁ་དཔེ་གྱིས་ལྷ་མོ་དེ་ཚོ་གིས་རྒྱལ་པོ་དེ་ནགས་ཚལ་ལ་འགྲོ་བཞིན་པ་མཐོང་བ་རེད།

ནགས་སུ་དེད་ནས་འགྲོ་བ་དག་ལྟ་དེ་ངས་ཀྱི་དག་འདི་ལ་ལྟ་བརྟག་ཞིག་བརྒྱབ་སྟེ་གར་བྱས་ན་ངས་ག་རེ་ཞུ་འདོད་བྱུང་ཟེར་ན་བོད་སྐད་ཀྱི་དག་ལ་ལེགས་སྦྱར་དང་ལྟ་དེ་བརྩོན་པ་ལ་འདི་ལ་ལྟ་ཚུར་འདུ་བྱེད་ས་ཁོ་ན་ཡོད་མ་རེད་ཀོ་གཅིག་ཚིག་ཡང་རེད་གཉིས་ཚིག་ཡང་རེད་མང་ཚིག་ཡང་དངོས་གནས་ཁོ་ཁ་སྐོང་གི་ཚིག་རེད་ད། དག་འདི་ལྟ་ནམ་རྒྱུན་ང་ཚོས་ཀྱི་ལྟ་དག་འདི་གཉིས་ཚིག་ཡིན་པ་འདྲ་བོ་ཞིག་ལྟ་ཁོ་བརྡ་སྤྲོད་ནང་ལ་ལྟ་དེ་འདྲ་ཞིག་ཡོད་དེ་ནས་དཔེ་ཆ་ངོ་མ་དངོས་གནས་ན་མ་དཔྱད་པ་ཞིག་འདུག་བརྩོན་པ་ཡང་ཡང་ཁོ་ན་ཡོད་མ་རེད། ནགས་སུ་དེ་ནི་འགྲོ་བ་དང། རབ་དགའ། ག་རེ་ཅན་ལམ་དང་ང་རང་གི། ད་ལྟ་ང་རང་གི་ཅི་བྱེད་ན་ང་རང་གི་དཔྱད་པ་བྱེད་སྟངས་དེ་ནོར་ཡིན་རག་ཡ། ངས་ད་ག་རེ་བསམ་རྒྱུ་ལབ་ན། ང་ཚོའི་གི་སྐད་ལ་རག་བའི་བད་སྐད་དང་བད་སྐད་དེ་ད་ང་ཚོའི་སྐད་རག་ད། ང་ཚོའི་གི་སྐད་ལ། ཚིག་ཚིག་དང་མང་ཚིག་གི་རྣམ་གཞག་དེ་གཙང་བ་ན་ཡག་པོ་ཡོད་མ་རེད། ཕར་ཕྱིན་མེད་པ་དང་གཅིག་པ་རེད། འདི་ང་ཚོས་ག་རེ་ཅན་ཧ་གོ་ལབ་ན་རག་ཡ། ང་ཚོའི་གི་ཐ་ན་དེབ་གི་མིང་འདྲ་བོ་ཞིག་བཏགས་ན་ཡང་ལམ་སང་ཧ་གོ་གི་རེད། དཔེར་ན་ཨིན་ཇི་ནང་ལ་དཔེར་ན། Forty Stories འདྲ་བོ་ཡོད་ག་བྱེད་ན། བད་སྐད་ལ་དེ་ནས། སྒྲུང་ལྔ་བཅུ་རྣམས་བྲིས་གང་ནས་མ་འགྲིག་དེ་གང་ནང་གི་ད་ང་ཚོ་ལ་མེད་པ་ཧ་གོ་ཚར་རེད། ག་ཚོད་ནང་སྐད་ཀྱི་གནས་སྐད་ཀྱི་སྐད་སྐད་ཀྱི་རང་བཞིན་ལ་དཔྱད་པ་དེ་ཙམ་པ་ལ་དཔེ་ལས་སླ་ཤོས་དེ་དེ་མ་དཔྱད་པ་བྱས་ཏེ་སྐད་ཀྱི་རང་བཞིན་ལ་དཔྱད་པ་བྱེད་ཀྱི་ཐབས་ལམ་རྨད་དུ་བྱུང་བ་ཞིག་རག་ཡ་འདི་ཡོད་མ་རེད། ནགས་སུ་དེད་ནས་འགྲོ་བ་དག་རབ་དགའ་ཡས་མཚན་ཀུན་དགྱེས་ཤིང་མིག་ནི་རྣ་བར་རྫོགས་བྱེད་པ་ནགས་ཀྱི་ལྷ་ཡིས་མཐོང་བར་འགྱུར།

ལུང་གིས་རྒྱལ་པོ་ལ་རྒྱལ་པོ་དེ་ལ་བསྟན་པ་རེད། ད་ཡང་བསྐྱར། བྱ་ཚིག་དངོས་གནས་རྣམས་བྱ་ཚིག་དངོས་གནས་དཔེ་ཡག་པོ་བེད་སྤྱོད་དང་ཞིབ་བདག་ཏུ་ཡང་བསྐྱར་ལིར་ལ་ཀར་བེད་སྤྱོད་བཏང་དང། ཤི་ཤི་བའི་ཤི་ཤི་བ་དེ་ཤི་ཤི་བི་རེད། ད་ང་ཚོ་ནམ་རྒྱུན་ཨ་སེ་བ་དང་ཨ་སེ་བེ་ཨ་སེ་བེ་དང་ཨ་སེ་བ་འདི་དེ་ད་ལིར་ལ་ཀར་ལ་ཀར་བྱས་ཏེ་ཤི་ཤི་བའི་ཤི་ཤི་བ་དེ་ཤི་ཤི་བི་རེད་སུས་བསྟན་པ་རེད། མ་རུ་ཏཱ། ལུང་རྣམས་ཀྱིས་ལུང་ལ་མང་སེང་རྒྱབ་རེད་མ་རུ་མ་རུ་ཏའུ་མ་རུ་ཏཱ།

ལྷག་པའི་ལྷག་པའི་ཨོང་ཆུ་དྲོ་བྲིས་གོ་ཤེས་ཀྱི་ར་ཨ་དེ་དེ་ལྷག་པ་བྱས་ཨི་ཤ་དེ་ཨོང་ཆུ་ཨོང་པོ་ལྷག་པའི་ཨོང་ཆུ་དྲོ་བྱ་ཡི་ར་ད་ཡིན་ན་ད་རྒྱལ་པོ་བྲིས་ན་ཁྱད་མི་འདུག་ནོར་འཛིན་གྱི་དེ་ལ་ད་ནོར་འཛིན་གྱིས་བདག་ནོར་འཛིན་གྱིས་བདག་པོ་བྲིས་ཏོ། ནོར་འཛིན་གྱི་བདག་པོ་ཨོང་པོ་ཨོང་པོ་ཨེ་འདུག་ད་ད་ཨོང་པོ་འདུག་ཨ་ནོར་འཛིན་གྱིས་ད་ཨོང་པོ་ད་ན་འདོད་ན་ག་རེ་ནོར་འཛིན་གྱིས་ཨ་ནི།

ནོར་སྦྱིན་གྱིས་བདག་དབང་པོ་དེ་ཤར་བ་ལི་ཡི་སྐྲ་ཚོགས་ཀྱིས། མེ་ཏོག་དྲི་བཟང་རྫོགས་པའི་རྒྱུས། ད་རྫོགས་པའི་རྒྱུས་དེ་ག་འདྲ་སེམས་ལེན་ན་ཧ་གོ་མ་སོང་ད་འདི་རྫོགས་པ་དང་རྒྱུ་དེ་ག་འདྲ་དེ་སྔོན་ཟིན་ད། ནིར་བ་ར་ནིར་བ་ར་དེ་ཁེངས་པ་བལྟམས་པ་འགྲོ་དྲིས་ར། ནི། འཇིགས་བྱེད་རླུང་གིས་བརྟན་པར་གྱུར། ད་ཡང་བསྐྱར། ཚིག། མེ་ཏོག་ནི་སློབ་དཔོན་རྒྱལ་བའི་དབང་པོ་གྱིས། སློབ་དཔོན་ཅི་ད་སློབ་དཔོན་རྒྱལ་བའི་དབང་པོ་གྱིས་རྩོམ་འདི་བྲིས། རྩོམ་འདི་དཔེ། ཁ་གསལ་པོ་རུ་ཆགས་ཀྱི་ཡོད་རེད་ཁ་གསལ་པོ་ཆགས་ཆགས་ཡ་རྒྱུ་མཚན་ནི། གར་བྱས་ནས་ཁ་སྦྱོར་བའི་ཚད་ཀྱི་ལམ་ལ་ད་བྱར་པ་པོ་བྱས་ཚིག་འདི་འདྲ་རྟག་ལྟར་སླེབས་ན་རྩོམ་འདི་དཔེ་ཁ་གསལ་པོ་ཆགས་ཀྱི་རེད་ད་བཞི་པོ་ཅི་རིང་པོར་རྩོམ་པ་ད་ཁ་གསལ་པོ་གཙང་ལ་ཆགས་ཀྱི་ཡོད་མ་རེད་འདི་འདི་ད་ད་ལྟ་འདི་འདྲ་ན་བོད་ཆོས་གཙང་གི་འདུག་མང་ཆོག་ད་ཚིགས་བཅད་རེ་རེ་ལ་ཁོང་ལ་ཚང་མ་འདོགས་འདོགས་བྱས་ནས་རྫོགས་ཀྱི་འདུག་ཨ་ད་འདི་བར་ད་རྒྱལ་པོ་དང་འདུལ་བྱེད་རྩོམ་པ་ད་ཡང་བསྐྱར་ད་གླང་པོ་ཆེ་ཟེར་རྩོམ་པ་ལ་རྟག་ལྟ་འདི་ཨ་ཐག་ལ་ཡ་ཚིག་འདི་བུད་ས་རེད་དེ་ནས་ལ་ནས་ད་ཁོ

ཨ་བྷྱ་ས་སཱ་བྷི་ཏཱ་སཱ་མཱན་ཏཱ་ཏཱ་སཱ་བྷེ་ཤཱ་ཨུ་པ་ཀཱ་ནྟྲ། དག། མིང་གི་རྣམ་གྲངས་རྒྱུད་དུ་བརྩོན་པ་ལ་མིང་གི་རྣམ་གྲངས་རེ་རེ་བཞིན་དུ་རྒྱུད་དུ་བརྩོན་པ་ལ་ཨུ་པ་ཀཱ་ནྟྲ་དེ་ཏག་ཏག་བོད་སྐད་ལ་ག་རེ་རྒྱུད་རེ་འབྲི་ཉེས་བྲིས་ཤ་རེད། ལེགས་སྦྱར་ལ་ཕ་གི་ལ་ཨུ་བྷ་དང་ཀཱ་ནྟྲ་ཡོད་པ་བཞིན་ད་བོད་སྐད་ལ་དེ་རང་སླད་དུ་འབྲི་ཉེས། ཨན་ཏི་ཀ་མཐའ་བསྐོར། ཨ་བྷྱར་ནི་ཉེན་བསྐོར། ཨ་བྷྱ་ཀཱ་ར་ཞོག། ཨ་བྷི་ཏཱ་ཨ་བྷི་ཏཱ་དྲུང། ད་དྲུང་དེ་ཨ་བྷི་ཏཱ་དེ་སམ་སྐད་ལ་ཨ་བྷྱ་ར་དེ་ཡིན་ཙང་དྲུང་དེ་མི་བསད་པའོ་བྲིས་ཡོད་རེད།

མདོར་ན་ཡལ་ག་ཅན། ཡལ་ག་ཡལ་ག་མང་པོ་ཡོད་ལྗོན་ཤིང་མང་པོ་ཡོད་དེ་བཞིན་ནི། སོ་སོའི་ཀྱི་སོ་ཆེན་དང་རང་དབང་རང་དབང་སོ་སོ་རང་རང་གི་འདོད་པ་ནང་བཞིན་རང་གི་འདོད་པ་ནང་བཞིན་བདེ་བར་འགྲོ་ཡ་གི་ནི། ལོ་མ་དང། ཡལ་འདབ་དང་ཡལ་ག་དང་ལྡན་པའི་གི་ཤིང་སྡོང་དང་ལྡན་པའི་གི། བིན་བདག་གི་ནི་ཉེ་འཁོར་ལ། ད་ཁྱམས་འདི་རྩོམ་པ་ལ་ག་རེ་དྲན་པ་རེད། བི་ལ་སཱ་བིར་ཏཱན་ཏཱམ་ཨིས་མིར་ཏོ། བི་ལ་སཱ་ད་ཁོ་རང་གི་སྔ་མ་ར་བའི་བི་ལ་སཱ་རྣམ་པར་རྩེ་བ་ར་ཡ།

ངས་ཏག་ཏག་འདི་གས་མ་རེད་བསམ་གྱི་ར་ཡ། དེ་ནས་ཨུཏྤལ་ཁྲ་དེ་ད་འདི་སྐབས་སུ་ད། ཆགས་པ་དང་ལྡན་པ་ད་དགོས་པ་ན་ད་དོན་གྱི་ངོ་ནས་ད་ཏག་ཏག་འགྲོ་ཆ་རེད་དེ་ཡིན་ན་ཁོ་ཚིག་ཁོ་རང་སྤྱོད་པ་ཞིག་འཛོམས་པ་ལ་ཏག་ཏག་ཆགས་ཀྱི་ཡོད་མ་རེད། ག་ཅིག་ན་མ་ད་ང་ཚོ་ལ་ཨུཏྤལ་ཁྲ་ལ་ཚིག་འདི་ད་ང་ཚོ་སྙན་ངག་སྦྱང་མཁན་མི་ལ་དཔེ་ཡོངས་གྲགས་འདྲ་ཨུཏྤལ་ཁྲ་ཡེ་དེ་ཡེ་ཆུག་ཡེ་ཆུག་དེ་ཡེ་ཆུག་དེ་ད་མང་པོ་སྦྱང་ས་ལ། དེ་ནས་བིར་ཐཱན་ཏཱ་དེ་བསམ་པར་བགྱིད་ཡོད། ད་འདི་ནས་འཁྲུལ་ནས་ད་དེ་ཚིག་དང་འདི་ལ་དཔྱད་པ་བྱས་ཡོད། བིར་ཐཱན་ཏཱ་འདི་ད་བོད་སྐད་ལ་རྒྱུད་འཛོམས་པ་ལ་ད་སྔོན་བིར་ཐཱན་ཏཱ་བིར་ཐཱན་ཏཱ་ང་ཚོ་གི་དཔེར་ན་ག་རེ་དཔེར་ན་ཧིན་དི་སྐད་ལ་ཡང་བིར་ཐཱན་ཏཱ་ཡི་ཚིག་དེ་བིར་ཐཱན་ཡིན་ན་བིར་ཐཱན་ཏཱ་ཧ་ལམ་མོ་ལ་དེང་སང་ད་ང་ཚོ་གི་ག་རེ Biography འདྲ་བོ་ལ་བེད་སྤྱོད་གཏང་བ་རོགས་ཡ། མདོར་ན་སོ་སོའི་གང་བྱས་པ་ལ་བིར་ཐཱན་ཏཱ་བིར་ཐཱན་ཡིན་རོགས་ཡ། མདོར་ན་བིར་ཐཱན་གྱི་དོན་དག་ཁོ་ན་བྱུང་བ་ཁ་ཚང་ང་ཚོ་གི་འདི་ནས་འཁྲུལ་ནས་བིར་ཐཱན་ཏཱ་བྱུང། ཨའོ་ཐཱན་ལའི་གི་ཚིག་ནས་འཁྲུལ་ནས་བིར་ཐཱན་ལའི་དེ་ཚིག་དེ་གྲུབ་རོགས་ཡ། དེའི་སྐབས་སུ་ག་རེ་འདོད་རེད། སྡེ་དཔེ་གི་སྤྱོད་པ་ལ་བིར་ཐཱན་ལའི་ཚིག་དེ་བིར་ཐཱན་རོགས་ཡ།

ད་ཡིན་ན་ཏག་ཏག་ད་ལྟ་འབྱུང་མི་ཐ་ད་འབྱུང་མི་དཔེར་ན་ད་ཨཱན་ཏཱ་ལའི་ཚིག་འདི་ད་ཡང་བསྐྱར་རྙོག་དྲ་ཆེན་པོ་ཆགས་ཀྱི་ཡོད་རེད་ད་དཔེར་ན་དཔེར་ན་ནམ་རྒྱུན་ང་ཚོས་དཔྱད་དཔོག་ཁོ་ན་བྱེད་ཀྱི་ཡོད་མ་ར་དཔེར་ན་ད་རྡོ་རྡེ་པ་ལབ་ན་ད་སངས་སྐིད་ལ་ག་རེ་ཡོད་རེད་སོའུ་ཏཱན་ཏིར་ཀ་འདི་ལ་ཨཱན་ཏཱ་འདི་ག་རེ་བྱེད་ནས་བཞུགས་རེད། ང་ཚོ་གིས་ད་ངས་དེ་གོ་གི་མ་སོང་ང་རང་གིས་ད་དཔྱད་པ་བྱས་ཀྱི་འབད་བརྩོན་བྱས་ཡིན་པ་འདི་ད་ངས་ཞུ་གི་ཡོད་ར་དེ་ཡང་གཅིག་དཔེར་ན་ང་ཚོ་གིས་ནི་ཕག་ནམ་ཡན་ལས་བརྒྱད་ཀྱི་སྐབས་སུ་ལས་ཀྱི་ཐ་ཡོད་རེད་ཀརྨ་ཨཱན་ཏཱ་འདིའི་སྐབས་སུ་ཐ་འདི་ག་རེ་ལ་ག་རེ་ལ་གོ་གོ་རེད་ཨཱན་ཏཱ